ཡ། འཛམ་གླིང་ས་ཕྱོགས་ག་སར་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་གུས་པ་བསོད་ནམས་དྲོ་རང་དྲོ་ནས་སླར་ཡང་མཆོད་འབུལ་ལེགས་ཞུ་ཡ་ཡིན། ད་རིང། ཨ་ནི་རྣམ་པ་ཚོ་ལ་ཡ་ད། ཅི་འགྲོས་མི་འགྲོས། ཨ་ནི་ཆབ་སྲིད། ང་རང་ཚོས་ཀྱི་གནས་སྟངས་བྱས། ད་འདི་ནས་འཛམ་གླིང་ནང་ལ་གནས་སྟངས་བྱས། ཨ་ནི། ཆབ་སྲིད་དང་ཨ་ནི། ཆབ་སྲིད། གཉིས་ཀྱི་བར་ལ་ཡ་ཨ་ནི་ང་ཚོས་ཀྱི། བར་སྟོང་འདི་ག་འདྲས་གྱང་དགོས་ཡོད་མེད་རོ་འདི་ཡི་གནས་སྟངས་འདི་ག་རེ་ཡིན་མེད་ཁ་ཡ་ད་ཁྱབ་པ་ཁྱབ། ཁྱབ་སྲིད་ཟེར་ཡ་དང། ཁྱབ་པ་ཁྱབ། སར་ད་ས་གུ་སྲིད་ད་སྲིད། ཆབ་སྲིད། འདི་གཉིས་བར་ལ་ཡ་བར་སྟོང་འདི་ང་རང་ཚོས་ཀྱི་ད་ག་འདྲས་ཅིག་ངོ་ཤེས་བྱེད་དགོས་རེད་རོ།

སྐད་ཅིག་བསྒྱུར་དེ་ཅིག་ག་ལྟོས་ནས་བསྒྱུར་བ་ཐད་དེ་གི་ཡོད་རོ། དེ་ཡིན་དུ་ང་ལ་ང་རང་ཚོ་གི་གཏམ་དཔེ་ལ་ཡོད་རོ་སྐྱིད་པོ་ལ་ཟེར་དུས་དང་སྡུག་པོ་ལ་ཐར་དུས་རོ། ཡིན་ནས་ད་ང་རང་ཚོ་གི་ཨ་ནི། འགྲོ་ཤེས་པ་ཡིན་ན་ཀོ། འགྲོ་སྟངས་དང་བསྡད་སྟངས་དང་དེ་འདྲ་ཤེས་པ་ཡིན་ན་ག་བ་ཡིན་ན་ཕིད་བྱེད་ཐུག་ཡོད་རོ་ད་ང་རང་ཚོ་ཕིད་ལེགས་རོ་ཨིན་ཅིག་ཡིན་ན་ག་བ་ཡིན་ན་ཚུད་ཐུག་ཡོད་ཅིག།

རོ། ཆབ་སྲིད་དང་ཁྱབ་སྲིད་ལ་ཡོད་དེ་ང་རང་ཚོ་གི་གང་འདྲ་ཅིག་ལ་གོ་དགོས་བོ་རེད། དེ་གི་ཐོག་ལ་སློབ་སྦྱོང་བྱེད་དགོས་བོ་རེད། ད་ང་ཚོ་གི་གནས་སྟངས་ལ་ལྷག་མྱང་བ་འཛམ་བུ་གླིང་གི་ནང་ལ་རྒྱལ་རབས་གི་ནང་ལ་ཨ་ནི Jewish ཟེར་གྱི་འདུག་ལུང་པ་དེ་འཛམ་བུ་གླིང་གི་ནང་ལ་མི་རིགས་ཉུང་ཤོས་ཅིག་བརྒྱ་ཆ་གཉིས་མ་ཏོག་ཡོད་མ་རེད་འཛམ་བུ་གླིང་གི་ནང་ལ། རོ། ད་དེ་ནང་ནས་ཆེ་ཤོས་དེ་ཨ་ནི Israel ལུང་པ་དེ་ལ་ད།

ད་འདི་གི་ཁྱེད་རང་ཚོ་གི Jewish གི་ལོ་རྒྱུས་གི་ནང་ལྟ་བ་ཡིན་ན་རོ། ད་པད་ཁོ་རང་མྱངས་ཡས་འདི་ང་ཚོའི་གི་ལྷ་ཁོང་ཚོ་མྱངས་ཡོད་རེད་རོ། World War One World War Two Holocaust ད་འདི་ཚོ་རྣམ་པ་ཚོ་ཟིག་ཡོད་པ་ཡིན་ན། Jewish གི་གནས་སྟངས་འདི་ཐོག་ལ་རྣམ་པ་ཚོ་མཁྱེན་གི་རེད། ཡིན་ནས། མི་རིགས་ཉུང་ཤོས་གཅིག་གི་མི་རིགས་འདི་གི་འཐབ་རྩོད་གར་བྱེད་ཡོད་རེད་འཛམ་བུ་གླིང་འདི་གི་ནང་ལ་ད་ལྟ་བར་དུ། འཐབ་རྩོད་དུ་གར་བྱེད་ཡོར་སི་ལ་ན་ཁོ་ཚོས་ཀྱི་དང་པོ་དེ། Education། ཁོ་རང་ཚོས་ཀྱི་ཆོས་ལུགས་དེ། རོ་བ། ད Root Cause ད་ལྟ་ཁོ་རང་ཚོས་ཀྱི་ཆོས་ཀྱི་རོ་ཏོ་ར་སེ་ཡེ་དེ། འདི་ཁོ་ཚོས་ཀྱི་སྤུ་གུ། སུ་སུ་ཀྱི་མི་རིགས་ཅིག་ཆགས་ཚར་བའི་རྗེས་ལ་འདི་སློབ་སྦྱོང་དུ་བཀྲིགས་ཡོར་ནང་ནས། མི་རིགས། གྲངས་ཉུང་མི་རིགས་ཆུང་ཆུང་གཅིག་གི་རོགས། འཛམ་བུ་གླིང་ལ་བྲམ་ཟེ་རྒྱུད་གཅིག་གི་རོགས། འཛམ་བུ་གླིང་ལྔ་བོ་འདུས་བར་ད་དོག་དོག་བཤད་པ་ཡིན་ན། འདི་ག་འདྲས་ཆགས་རེད། ཤེས་ཡོན། དེ་ནས་ཆོས་ལུགས་འདི་ག། ཁོ་རང་ཚོ་མི་རིགས་འདི་སྡིག་གུས་ཀྱི་ལ་རྒྱ་གི་སྒང་ལ་འཛིན་བྱ་རྒྱུ་འདི་མི་གཅིག་གཉིས་ཀྱི་མ་རེད་ཚང་མ as a collective བྱ་འདོད། འཛམ་བུ་གླིང་གི་ནང་ལ་དང་པོ་ཁོང་ཚོས་ཀྱི་སློབ་ཆུང་གི་མཉམ་དུ་ལ་ཨ་ནི library དཔེ་མཛོད་ཁང་བཙུགས་ཀྱི་ཡོད་རེད། ད་ལྟ Jewish གི་མི་རིགས་འདི་འཛམ་བུ་གླིང་གི་ནང་ལ་ཚོང་དཔོན་ཆེ་ཤོས། རྒྱལ་ཁབ་ཀྱི་སྟོབས་ཆེན་གྱི bank ཚང་མ་ཁོང་ཚོས་ཀྱི།

གི་གོ་དོན་ལ་ཡང་ང་རང་ཚོ་མི་མང་དམངས་ཀྱིས་འདི་གཉིས་པར་དབྱེ་བ་དཔྱད་ཤེས་ཀྱི་ཡོད་མ་རེད། གཅིག་འདི་རེད། ལྟ་དུས་གཅིག་པར་འདི་གཉིས་ཁྱབ་སྲིད་ཟེར་བ་ཡིན་ན་ད་ཁྱབ་ཚད་ཡོད་པ་ཅིག་ལ་དབོར་རོགས་དང། ཡོངས་ལ་ཁྱབ་པ་ཅིག་ལ་ཡོད་རོགས་དང་ཁྱབ་པ། ད་རྙེད་མ་འགྲོ་བ་ཡིན་ན་གོང་གསལ་ག་རེ་འགྲོ་འོས་ཀྱི་གླེང་དགོས་ཀྱི་འདུག་བསམ་བློ་བཏང་དང། ཁྱབ་སྲིད་ལ་ཡ་དེ་ཨ་ནི། རྒྱལ་ཁམས། རྒྱལ་བོ་གཅིག་གིས་ཨ་ནི། ལུང་པ་མང་པོ་གཅིག་དབང་བསྒྱུར་བྱས་ཡོད་ན་འདི་ལ་ཁྱབ་སྲིད་བྱས་གནས་སྟངས་གཅིག་གི་སྒང་ལ་གོ་བ་གླེང་གི་རོ། ཡིན་ན་མ་ཞིབ་ཙག་པོ་ཆགས་པ་ཡིན་ན་ང་རང་ཚོ་གི་ནང་གནས་སྟངས་ཀྱི་ལྟ་བ་ཡིན་ན། ད་ཁྱབ་སྲིད་ཟེར་ཡ་འདི། རྒྱལ་ཁབ་གཅིག་གི་གནས་སྟངས་དང། དབང་ཆ། ཁྲིམས། སྲིད་ཇུས། མི་མང་གི་ཨ་ནི་དོན་དག་བསྐྱང་སྟངས་ལ་ལབ་ཡོད་རེད་ད། ད་ང་ཚོ་དྲང་པོ་བཤད་དར་བ། ཐག་རིང་པོ་འགྲོ་འོག་མར་ང་ཚོ་གི་ལོ་རྒྱུས་སྙེ་མལ་གྱི་ལོ་རྒྱུས་དེ་ཚོ་བཙོག་པ་ཡོད་པ་དེ་ཚོར་བ། ད་ལོ་རྒྱུས་ཡག་ག་དྲུག་ནས་བཤད་ན་མ་གཏོགས་ཅིག་སྡུག་བ་བཤད་ཉེ་བཤད་ཐུ་ཉེ་ཡོད་མ་རྟ་ནུས་པ་ཡོད་མ་རེད་ང་ཚོ་གི་མི་མང་གི་ནང་ལ་གང་ཡིན་ཟེར་ན། མི་མང་གི་ཨོ་ད་དེ་འདྲའི་ལོ་རྒྱུས་བཙོག་པ་བཤད་བ་ཡིན་ན་ང་མྱང་གི་རེད་ད་སློབ་སྦྱོང་རག་གི་ཡོད་མ་རེད་མི་མང་དཀྱུས་མ་ལ།

དེ་ཉེན་ཁ་ཆེན་པོ་ཞུ་རུ་བ། ཁྲིམས་རྡོག་རོལ་བཏང་ན། གར་ཆག་གོ་ལ་ན་དམངས་གཙོ་རིང་ལུགས་ཆག་གི་ཡོད་མ་རེད། དམངས་གཙོ་དམར་གསོད་ཆག་ཡོད་རེད། རེད་མ་རེད། ད་ལྟའི་གི་གནས་སྟངས་འདི་ལ་ཡང་ང་ཚོ་ཚང་མ་མ་རྒྱབ་ཤི་རྒྱན་ལྟ་དང་འོས་ཤོག་བླུག་ན་བླུག་སྟངས་ནི་བྱེད་ཡ། ཨ་ནི་ང་ཚོ་གི་པ་རུ་ལ་ཡ་འཁོན་འཛིན་གཞུང་ལ་དང་མི་མང་པ་རུ་ལ་འཁོན་འཛིན་ག་རེ་ཆག་འདུག་ང་རང་ཚོ་སྐྱབས་བཅོལ་གཞུང་དང་པ་རུ་ལ་རུ་བ་ཨ་ནི་ད་ལྟ་འགྲོ་བཞིན་པ་ག་རེ་རེད་འདུག་རུ་བ་ད་འདི་མ་བཅད་པ་བྱི་ད། འདི་ང་ཚོའི་བཅའ་ཁྲིམས་དགོངས་དོན་སྒྲོག་ཏུ་འགྲོ་མི་འདུག་དྲང་པོ་བྱེད་དུ་བྱེད་མི་འདུག་གནས་སྟངས་འདི་ད་ལྟ་འདི་བབ་བསྡད་ཡོད་འདི་གནས་སྟངས་འདི་རེད་མ་རེད་ཏག་ཏག་ཁྲིམས་ཀྱི་ཐོག་ནས་མཐུན་གི་ཡོད་རེད་ཡོད་མ་རེད་མི་དམངས་ཀྱི་དམངས་གཙོ་རིང་ལུགས་འགྲོ་གི་ཡོད་རེད་འགྲོ་གི་ཡོད་མ་རེད། འདི་གཅིག་རེད། ད་ཆབ་སྲིད་ལ་ཡ་འདི་གོ་དོན་འདི་ང་ཚོའི་གི་ཚིག་མཆོད་ནང་ལ་ག་རེ་བཤད་གི་ཡོད་རེད་བོད་པའི་གི་ཚིག་མཆོད་ནང་ལ། ད་ཆབ་སྲིད་ལ་ཡ་འདི། རྒྱལ་ཁབ་དང་མི་མང་གི་དོན་ལ་སྐྱོང་བའི་དགེ། ཨཱ་ནི། ད་རིག་པ་ལ་བོར་བ་རིག་པ་དང་ལག་ལེན་ལ། ཆབ་སྲིད་ལས་ཡོད་རེད། ད་ང་ཚོའི་གི་ཆབ་སྲིད་གནས་སྟངས་ད་ལྟ་ག་རེ་རེད། ཨཱ་ནི་དབུ་མ་དང་རང་བཙན་པ་རུ་ལ་ཡ། ནང་ལོག་ལ་ཁ་གཏད་ནས་འཛིན་གི་ཡོད་རེད་ད། ཚུར་ཕྱོགས་ལ་ང་ཚོའི་གི་གདོང་ཐུག་བྱེད་ས་དེ། རྒྱ་ནག་ཟེར་ངེས་དེ་རེད། རྒྱ་ནག་གི་རྒྱལ་སྤྱིའི་སྡིངས་ཆ་ལ་ཡ་ཁྲིམས་གི་ཐོག་ནས་ག་རེ་བཤད་གི་ཡོད་རེད་ལ་ན། ང་རང་ཚོ་གི་ལུང་པ་འདིས། རྒྱལ་ཁབ་འདིས། འཛམ་བུ་གླིང་གཞན་གྱི་རྒྱལ་ཁབ་ནང་ལོག་ལ་ལ་ཡང་ཐེ་ཇུས་བྱེད་ཆོག་གི་མེད། ཨ་ནི་ཁྲིམས་ཀྱི་ནང་ལ། ང་ཚོས་ཀྱི་རྒྱལ་ཁབ་འདི་མི་རིགས་གཅིག། རིག་གཞུང་གཅིག་བཟོ་གི་ཡིན། ད་ཁོ་རང་ཚོ་གི་ཁྲིམས་དོན་ན་སྙིང་རྗེ་བོ་འདུག་ཁྲིམས་ཀྱི་ཐོག་ནས་ད་མ་རྒྱ་བཞི་བརྒྱ་ཡོད་འདུག་གང་ལ་འདི་ག་བ་ལ་ཐུག་གོ་རེད་ལབ་ན་གྲངས་ཉུང་གི་མི་རིགས་ལྔ་བཅུ་ང་དྲུག་ལ་ཐུག་གི་ཡོད་རེད་ད་ང་ཚོ་བོད་རྒྱལ་ཁབ་བཙན་བཟུང་བྱེད་ངེས་འདི་གི་ཨ་ནི་ང་ཚོ་བོད་པ་བོད་ན་ཡོད་སྐྱོ་འདི་ཚོ་རེད་ཚུག་གི་ཡོད་རེད་འདི་ན། ད་ཁོ་ཚོས་ཀྱི་སྔ་ཕྱི་བར་ལ་ལག་ལེན་བཏབ་ནས་ང་ཚོ་རྩར་མེད་འགྲོ་མ་ཐུབ་པ་རྒྱུ་རྐྱེན་ལ་ལྟ་ནས་ད་ལྟ་འདི་ལག་བསྟར་བྱེད་དགོས་ཏེ་ཆགས་འདོད་ད་འདི་ལང་ཀ་འདི་ཁྲག་པ་བཞི་བོ་ཅིག་ཆགས་འདོད་ད་ཁྲིམས་ཀྱི་ཐོག་ནས་རྩོད་པ་བརྒྱབ་ན་ལག་པ་འཇུས་ས་མེད་རྒྱུ་ཅི། གཟུགས་པོ་ལ་སྣུམ་བྱུག་བཞག་རྒྱུ་ཅི། ལག་པ་དུག་འཇུ་བ་དང་འབྲེལ་ཐག་བརྒྱབ་ནས་ཤོར་ནས་ཤོར་འགྲོ་གི་ཡོད་རོ་འདི་ད་གནས་སྟངས་གཅིག་པ་ཅིག་ཀྱང་ཆགས་འདོད་ཡོད་རེད་ད་འདི་ལ་ག་རེ་དགོས་རེད་ང་ཚོ། ང་ཚོས་ཀྱི་རིག་གཞུང་དང་སློབ་སྦྱོང། རྒྱལ་རབས་ཀྱི་ལོ་རྒྱུས་འདི་མང་གཅིག་ང་རང་ཚོ་གཞོན་སྐྱེས་ལ་ཡང་གོ་ཐོས་པ་བྱེད་དགོས་རེད། དེ་ནས་སློབ་སྦྱོང་གི་ཐོག་ནས་ཡང་ནུས་པ་བཏོན་ནས་ཨ་ནེ་གནས་སྟངས་འདི་བཟོས་འགྱུར་བ་འཕྲད་ཐུབ་ཀྱི་ཡོད་རེད་མ་གཏོགས་ཅིག་གིས་གཞན་པ་ད་ག་རེ་མོག་ག་རེ་བྱེད་ན། ལུས་སྲོག་འབེན་ལ་བཙུགས་ན་ཀྱེ་ང་ཚོ་འབུ་གྲོག་མ་ཅིག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད། རོ་ཨ། བོད་པའི་མིང་མི་རྐང་གཅིག་ལ་ཡ་རྒྱ་མི་ཁྲི་ཕྲག་སྒང་ལ་གཅིག་བརྩི་དགོས་ཀྱི་ཡོད་ད་རོ། ད་སྡུག་ས་ད་ཡིན་འདུག་ག་ལ་ང་རང་ཚོ་གི་ཁྱབ་སྲིད་ལ་ཡ་དེ་མི་མང་གཅིག་གི་དོན་དག་ཆགས་ཀྱི་ཡོད་རེད་ཆབ་སྲིད་དེ་མི་མང་གཅིག་གི་དོན་དག་ཆགས་ཀྱི་ཡོད་རེད་ཡིན་ན་གནད་དོན་དེ་ཡིན་ན་གོ་བ།

དཔེར་ན་རྒྱ་མི་རིགས་ཆེ་ཁག་གིས་དམར་ཤོག་དགའ་གི་ཡོད་མ་རྟ། ཡིན་ནའི་ད་དངོས་གནས་ཕྱིན་ན་དམར་ཤོག་ལ་མ་དགའ་ན་ང་ཚོ་ལ་དགའ་བ་ཅིག་ཆགས་དགོས་བོ་ར་ང་ཚོ་ཕྱོགས་གཏོགས་སླེབས་དགོས་བོ་ར་ཡིན་ནའི་ཕྱིའི་རྒྱལ་ཁབ་ནང་ལ་རྒྱ་མིའི་དཔལ་ཤུགས་ཆེན་པོ་ར་བ་གར་ཕྱིན་སླེབས་གི་ཡོད་མ་ར་ང་ཚོ་ལ་ཡ་རྒྱབ་ལ་གང་སྲིད་ཁོང་ཚོ་འདོད་པ་ཡོད་མ་རེད། རྒྱ་མི་རིགས་ཁོ་རང་ལ་ཡ་ང་ཚོ་སྨྲ་བརྗོད་སྨྲ་འཇལ་བྱེད་ཀྱི་ཡོད་ར་བ། སྨན་འབེབས་བྱེད་ཀྱི་ཡོད་ར་བ། མི་སུ་འདྲ་བྱེད་ན་སོ་སོའི་མི་ལ་བོད་པ་ལ་ནི་ཚང་མ་ལ་ཡང་སྨན་འབེབས་བྱེད་ན་ག་རེ་ཡོང་ས་རེད། དཔེར་ན་མི་གཅིག་གིས་སྨྱོ་བཤད་དགུ་བཤད་བྱས་ནས་རོགས་འདེགས་ཅིག་བྱེ་བྲག་ཆོལ་ཁ་བྱེ་བྲག་ཅིག་ལ་བཤད་པ་ཡིན་ན། དེ་ཆོ་ག་མི་སྡིག་གི་རྒྱབ་ལོགས་མི་ཚང་མ་ལང་གི་རོ། དཔེར་ན་ཆོས་ལུགས་གཅིག་ལ་བཤད་པ་ཡིན་ན་མི་གཅིག་གི་བྱེ་བྲག་ཅིག་གི་བྱས་རྗེས་ཡག་པོ་མ་བྱས་པའི་གི་སྒང་ལ་ནི་ཆོ་ག་ཚང་མ་གི་འཁྲུག་གི་ཡོད་རོ་ད། དེ་དེ་གཅིག་པ་གཅིག་རྐྱང་རེད། ང་ཚོས་གི་འཛམ་བུ་གླིང་གི་ནང་ལ་ཁ་ཕྱོགས་དེ་འགྱུར་བ་བཏང་བཏང་དེ། མ་ཤེས་པ་ཡིན་ན། ང་ཚོ་ར་དང་ལུག་འདི་འདྲ་དལ་འགྲོ་འདུག་བ་དལ་འགྲོ་འདུག་བ་ལ། དང་པོ་ཁ་ཕྱོགས་ཁྲི་ཐང་འདི་མ་ཤེས་པ་ཡིན་ན། ཁོ་ཐོར་ནས་ཚང་མ་བརླག་འགྲོ་རུ་བ། བྱས་ཙང་ཁ་ཕྱོགས་འདི་གི། འགྲོ་བསུ་ན་ཚང་མ་ད་ག་རང་ལ་འགྲོ་དགོས་རུ་བ། འདི་བཟོས་སྟངས་འདི Jewish ནི་དཔེ་ལེན། འདི་ཤེས་གི་ཡོད་རེད་ངེས། རེད་བ། ད་ང་རང་ཚོ་མ་འོངས་པ་ལ་སོ་སོ་ནང་ནས་འགོ་བཙུགས་དགོས་དགོས་རེད་བ། རེད་བ། འཛམ་བུ་གླིང་ལ་ཀོ་བ་བཀབ་ཐུབ་མ་རེད་བ། སོ་སོ་ཀོ་བ་ལྷམ་གོན་ནས་མ་འཛམ་བུ་གླིང་རྒྱས་དགོས་དགོས་རེད་བ། རེད་བ། ད་འདི་འདི་ན་ནས་ང་ཡི་ཅིག་ཆ་དེ་ཡོད་རེད་ཁ་རྒྱག་པ་བཤད་ནས་འཇོན་སྟངས་སུ་གས་ཡོད་མ་རེད་བ།